ཨོ་བཀྲ་ཤིས་བདེ་ལེགས། འདི་ནི། དེ་རིང་ང་ཚོ་རྒྱལ་སྲིད་ལག་ལེན་གསོལ་སྟོན་མའི་སློབ་ཚན་གྱི་སློབ་ཐུན་བཅུ་བཞི་པ། ཨ་ནི་རྩ་བའི་ཤོ་ལོ་ཀ་བཅུ་བཞི་པ། འདིའི་སྐོར་ལ་འགྲེལ་བཤད་མདོར་བསྡུས་སུ་བརྒྱབ་ཡ་ཡིན། ཨ་ནི་ད་དང་པོ། ད་འདི་ལ་རྩ་ཚིག་གི་དབང་དུ་བྱས་པ་ཡིན་ན། སུ་དག་མདོ་ཆེན་དབང་གིས་རང་གི་ནོར་ཐམས་ཅད་འཕྲོག་གམ་འཕྲོག་ཏུ་འཇུག་ན་ཡང། ལུས་དང་ལོངས་སྤྱོད་བཏུལ་གསུམ་དགེ་བ་རྣམས་དེ་ལ་བསྔོ་བ་རྒྱལ་སྲིད་ལག་ལེན་ཡིན། དེ་རེད། ད། འདིའི་གི་བརྗོད་བྱ་གཙོ་བོ་བསྟན་དོན་གཙོ་བོ་འདྲ་བོ་དེ་ཡིན་ན། ཨ་ནི་ལྟུང་བ་ལ་བཟོད་པ་ཨཱ། དེ་འདྲ་ཅིག་གསུང་གི་ཡོད་པ་རེད་ད་ལྟུང་བ་ལ་བཟོད་པ་ཟེར་ན་ད་ང་ཚོ་སོ་སོ་ལ་ཡོད་པའི་རྒྱུ་ནོར་ལོངས་སྤྱོད་འོ་དེ་བཟོ། ཨ་ནི་བློས་གཏོང་བ་ལ་ཨ་མི་བཟོད་པ་བསྟེན་ཐུབ་པ། གླུད་གཏོང་ཐུབ་པ། འདིའི་སྒང་ལ་ཨ་ནི་སྐྱེས་བུ་ཆུང་ངུ་དང་སྐྱེས་བུ་འབྲིང་སྐྱེས་བུ་ཆེན་པོ་ཨ་ནི་ལམ་ལ་སློབ་པའི་དངོས་གཞི་ལ་ཨ་ནི་དེ་གསུམ་གསུངས་པ་རེད། སྐྱེས་བུ་ཆུང་འབྲིང་ཆེ་གསུམ་གྱི་ལམ་ཨ་ནི་སྐྱེས་བུ་ཆེན་པོ་ལ་ཨ་ནི་བྱང་ཆུབ་ཀྱི་སེམས་སྦྱོང་ཚུལ་རྣམ་པ་མི་འདྲ་བ་གཉིས་གསུངས་པ་རེད། ཨ་ནི་བྱང་ཆུབ་ཀྱི་སེམས་སྐྱེས་ནས་ད་ག་རེ་ག་རེ་བྱེད་དགོས་རེད་ཟེར་བ་དེ་ཨ་ནི་ད་འདི་ནས་འགོ་བཙུགས་ཡོང་བ་དེ་འདྲ་ཅིག་རེད། ཨ་ནི་འདི་སྟོང་པ་ལ་བཟོ་པ་ཟེར་ཡ་ད་ག་འདྲའི་གཏམ་པ་རེད་ལབ་པ་ཡིན་ན། ཨ་ནི་སུ་དག་མདོ་ཆེན་དབང་གིས་རང་གིས་ནོར་ཟེར་ལབ་པ་རེད་ད་འདིའི་སྐབས་ཀྱི་སུ་དག་ལབ་ཡ་དེ་གང་ཟག་ལ་འཇུག་པའི་ཨ་ནི་སྤྱི་སྒྲ། ཨ་ནི་སུ་དག་ཟེར་དུས་ཨ་ནི་སུ་འདྲ་ཞིག་ཡིན་ན། ཨ་དག་ལབ་ཡ་དེ་མང་ཚིག་རེད་མང་པོ་གཏོང་གི་ཡོད་པ་རེད་ད། སུ་འདྲ་བ་ཞིག་ཡིན་ན། ཡིན་ན་ཡང་ཨ་ནི་མདོ་མདོ་ཆེན་དབང་གིས། ཨ་ནི་འདོད་པ་ཆེན་པོ་འདོད་ཆགས་འོ་དེ་འདྲ་གི་གཞན་དབང་ལ་སོང་ནས་ཨ་ནི་ང་ཚོ་སོ་སོ་རང་ཉིད་ཀྱི་ཨ་ནི་རྒྱུ་ནོར་ལོངས་སྤྱོད་འོ་འདི་ཚོ་ཨ་ནི་འཕྲོག་ན་འདྲ་ཡང་ཡང་ན་མི་གཞན་པ་ལ་རྐུ་མ་བྱས་ནས་ཨ་ནི་ཁྱེད་རང་འགྲོ་ནས་འཕྲོག་དགོས་རེད་ཟེར་དེ་འདྲའི་རྐུ་མ་བྱས་ནས་ཨ་ནི་འཕྲོག་ཏུ་བཅུག་ན་འདྲ་ག་འདྲ་ཡིན་པ་ཡིན་ན་ཡང་ཨ་ནི་བལྟས་ལ། ཨ་ནི་ཁོང་ཚོར་ཁྲོ་བ་སླེབས་ཏེ་ཀླན་ཀ་སླེབས་དུས་ཨ་ནི་དེ་ལ་གནོད་པ་བྱེད་ཁ་གཏད་བཅག་ཨ་རྩོད་པ་བརྒྱབ་དེ་འདྲ་མི་བྱེད་པ་མ་ཟད། ཨོ་ཀླུ་དང་ལོངས་སྤྱོད་སྟོད་གསུམ་དགེ་བ་རྣམས་ཨ་ནི་སོ་སོ་ལ་ཡོད་པས་ཨ་ནི་རྒྱུ་ནོར་ལོངས་སྤྱོད་ཐམས་ཅད་དང། ཨ་ནི་སྟོད་གསུམ་དུ་བསགས་པའི་དགེ་རྩ་དང་བགྱི་བ་ཚང་མ་དེ་ཨ་ནི་སྙིང་རྗེའི་ཀུན་ནས་བསླངས་ཏེ་ཁོང་ལ་སྙིང་རྗེ་ག་འདྲས་བྱས་ནས་སྐྱེ་དགོས་རེད་ཟེར་ན་ཨ་ནི་གཞན་དབང། འདོད་ཆགས་ཀྱི་གཞན་དབང་ལ་འགྲོ་ནས་ཨ་ནི་ལི། རྔན་པ་ལི་མི་དགེ་བ་ཚ་པོ་ཞེས་དེ་འདྲ་ཟེར་གི་ཡོད་པ་ཡིན་ཙང། ཨ་ནི་ང་རང་ལ་ཡོད་པའི་རྒྱུ་ནོར་ལོངས་སྤྱོད་འདི་ཚོ་ཨ་ནི་ཁོ་རང་ལ་སྤྲད་པ་ཙམ་མ་ཟད། ཁོ་རང་ལ་རྒྱུ་ནོར་ལོངས་སྤྱོད་དེ་ཚོ་ཐོབ་པའི་རྗེས་སུ། ཨ་ནི་ཁོ་རང་ལ་ཕན་ཐོགས་རྒྱ་ཆེན་པོ་ཡོང་པ་ཤོག། ཨོ་དེ་འདྲའི་གི་བསམ་པ་བཟང་པོ་ཀུན་ནས་ལྷུང་སྟེ། ཨ་ནི་ཁོ་རང་ཚོ་ལ་ཕ་བསྔོ་བ་བྱེད་དགོས་རེད། བསྔོ་བ་ལབ་ན་ཁོ་རང་ཚོ་ལ་ཕ་བླུགས་བཏང་ནས་ཁོ་རང་ཚོ་ལ་ཕ་སྤྲད་པ། ཨོ་དེ་འདྲ་ཅིག་ལས་འཇིག་གི་རེད། དེ་འདྲ་བྱས་པ་དེ་རྒྱལ་སྲིད་བྱང་ཆུབ་སེམས་དཔའ་རྣམས་ཀྱི་ལག་ལེན་ཡིན། ཨོ་དེ་འདྲ་ཅིག་གསུངས་པ་རེད། ཨོ་ཐུགས་རྗེ་ཆེ།